འོ། མི་མང་རྣམ་པ་ཚོ་ལ་འཚམས་འདྲི་ཡོད་བཀྲ་ཤིས་བདེ་ལེགས་ད་ཐེ་ཐོང་ཁང་ལ་ཞུགས་མ་ཐུབ་བ་རྒྱུ་རང་པོ་ཅིག་འགྲོ་སོང་ཡིན་པས་ན་ད་དེ་རིང་ང་ཚོ་དེ་སང་ཉི་མ་བཅས་དགོང་སང་ཏུ་སི་ར་ཤ་ད་ཧོབ་ཏུ་ཁང་ལ་ཡ་ཐེ་ཐོང་ཁང་ལ་ཡོང་དུས་ཨ་ནི་ཡ་ད་ག་ཡོང་ཉིན

ཁོ་བོ་ཀོ་ཡ་ད་ཁོ་གུ་ཡི་རྒྱུད་རེ་ཡིན་པ་ཡིན་ན་གང་ལྟར་ཚིག་བསྒྱུར་སྟངས་ང་རེ་སྣང་བ་འགྲོ་གི་མི་འདུག་དེ་ཚིག་དེ་ཁ་ནང་ལ་ཡང་ཁད་འོང་དུ་སོང་པ་ཡང་གང་ལྟར་ཁ་ལག་ཅིག་ཡིན་པ་ཡིན་ན་ཁོ་བྲོ་བ་ཟེར་གི་མི་འདུག་སོང་ཙང་མཁས་པའི་དབང་པོ་མང་པོ་ཡོད་རེད་སྤྱི་དང་ཁོ་ཅིག་ཐ་སྙད་བསྒྱུར་བྱས་ཡ་དེ་གྱིས་དེ་མཁས་པའི་དབང་པོ་མཉམ་དུ་མང་པོ་འཛོམས་བྱེད་ཀྱིན་བསྒྱུར་བ་ཡིན་ན་དེ་ད་ལྟ་ཅིག་དེ་ག་ཡོད་དམངས་ཁྲོད་ལ་མ་ཡོང་གོར་མི་མང་དཀྱུས་མ་ནང་ལ་ཚིག་དེ་མ་ཡོང་གོ་གོར་བ་སོང་ཙང་ཨ་ནི་མི་མང་དཀྱུས་མ་ལ་ཁྲོད་མ་ཁྲོད་ཁེ་བའི་དབང་པོ་མང་པོ་གི་ཡ་དེ་ཤི་ར་ཐུ་ནང་ཤ་ག་ཡོད་ན་མེད་ན་ཁོའི་དབང་པོ་རང་ལ་ཁྲོད་བ་ཅེས་བྱས་ཀྱི་ཨ་ནི་ང་ཚོ་མི་མང་དཀྱུས་མ་ལ་ཡ་ཅིག་ཁྲོད་མ་ཁྲོད་དེ་དགོངས་པ་ཤི་ར་བཤད་གི་ཨ་ཡོད་བསམ་སོང་ར་དེ་རི་ཤི།

སེ་ཚེ་མ་ནི་ཅིག་དེ་གམ་རིག་གི་ཡ་ཅིག་ཐོ་ད་པེ་ཨོ་སི་ནོ་ནི་ཐོ་ནི་ཅིག་ཅུར་ཤ་སམ་སོ་ང་དེ་ནི་ཅིག་ཚུར་གུམ་དུ་ཅིག་ཅི་ན་ངའི་ནོ་ཡིན་གྱི་རེ་ཡིན་ན་ངའི་ནོ་བས་ན་ཁོ་ནོར་རྒྱུག་གི་སམ་སོ་དེ་ཤེས་ཆོག་གོ་ར་བ

དབུས་དེ་གི་སྐོར་ལ་རེད་ད་དེའི་སྐོར་ལ་ང་རང་རང་གི་འདུག་ཅེས་བྱས་ནས་བསམ་བློ་ཞིག་བཏང་བ་བཙུན་པ་ཨ་ནི་ཅིག་རྔན་མ་ཡ་ཅིག་སྲིད་སྐྱོང་གི་དབུས་ལུགས་སྟངས་དང་ད་ལྟ་ལོག་གི་ལུགས་སྟངས་དེ་རྦད་དེ་ཁོ་རང་ཅིག་མ་འདྲ་བ། མ་འདྲ་བ་དེ་ཡང་ངོ་ནས་དྲང་ཅིག་སེམས་ལ་ཅིག་ཁར་སོག་རེད་ཅིག་དགའ་སྣང་དང་སྤྲོ་སྣང་རེད་བ། དེ་འདྲི་ཅིག་གི་ཐོག་ནས་ཡ་སྲིད་སྐྱོང་འདུག་བྱས་ནས་ཡུལ་ཤོག་ལུགས་སོང་ལ་དེ་འདྲི་ཅིག་གི་ཐོག་ནས་ད་ཁོ།

སྐུ་གཏུམ་མ་སོང་སོང་ཞིག་གསེར་རི་གས་སམ་དེ་རི་བ། རིག་གནས་ཀྱི་ཐོག་ནས་བཤད་པ་ཡིན་ན་འདྲ་ད་ཁོ་ཅིག་མི་མང་མི་བོད་རིགས་མང་པོ་ཅིག་འདུས་སྡོད་བྱེད་ས་དེ་འདྲའི་ཐོག་ནས་དགེ་འདུན་པ་མང་པོ་ཞུགས་ཅིག་ད། དེ་འདྲའི་ཐོག་ནས་ཡག་ཁོ་ཤུགས་ཆེན་པོ་ཞུགས་ཅིག་ཁོ་གནད་འགག་ཆེན་པོ་ཞུགས་ཆའོ་ཙེན་པ་དེ་ཡག་ཁོ་ཡང་ཅིག་ད་མི་མང་ལག་དམག་ཁེལ་བ་བྱེད་བྱེད་ནས་ཨ་ནི་ཁོ་ཡག།

དེ་བུ་ཆོལ་ཁ་གསུམ་དང་སོ་སོ་རྒྱལ་ཁབ་དང་མི་རིགས་ཟེར་ཡ་དེ་ལ་ཕན་གི་སྐད་ཆ་བཤད་གི་འདུག་མི་འདུག་བཤད་གི་མེད་པ་ཡིན་ན་དེ་ཅི་སྡུག་གི་ཡོད་མ་རེད། ཤ་དང་ཁྲག་བོད་པ་ཡིན་པའི་མི་ཅིག་གིས་དངོས་གནས་དྲང་ནས་ཨ་ནི་དེ་འདྲ་ཅིག་མི་ཅིག་གིས་ཨ་ནི་ལས་སླ་བོ་སོ་སོ་མི་རིགས་དང་ཨ་ནི་རྒྱལ་ཁབ་དེ་ཚོ་ཕ་ཡུག་བྱེད་ཀྱི་ཨ་ནི་ཞེན་པ་ཅིག་གིས་ཡ་ཅིག།

ད་དེར་ཁ་སང་དྲ་རྒྱ་གི་དུས་རིང་ཟིན་པ་ནི་ཐད་གཏོང་དང་འདི་འདྲི་གང་ལའང་སྐད་ཆ་བཤད་དུས་དངོས་གནས་ཅིག་མི་མང་པོ་ཅིག་མཉམ་དུ་འཛོམས་ནས་སྐད་ཆ་བཤད་པ་དང། ད་ཁོ་ནུས་བ་ཁོ་དེ་ལས་ལྷག་མེད་རེད་ན་དེ་ལས་ཆང་ཡག་མ་རེད་བ། དེ་ག་ནི་འདི་གང་ལ་ཅིག་བཤད་པ་ཡིན། ཨ་རྣམ་པ་ཚང་མ་ལོག་ལ་ཡ། ཨ་མུ་མཐུ་ནི་ཡ། ཨ། ལྷག་བསམ་རྣམ་དག་གི་ཐོག་ནས་སེམས་ཤུགས་གཙང་མ་གི་ཐོག་ནས། བོད་མི་རིགས་ཀྱི་ལ་རྒྱ་གི་ཐོག་ནས་བསམ་ཚུལ་མ་མཐུན་པ་ཡོང་གི་ཡོང་ཆོག་གི་རེད་བཀའ་བཀོད་ཅིག་མ་རེད་དེ་གོ་དགོས་བ་རེད། ཡིན་ནའང་ཁོ་རྒྱལ་ཁབ་དང་མི་རིགས་ལ་གནོད་ཡ་ངེས་དང་གོང་དུ་ཞུས་བ་ནང་བཞིན་བལ་དུ་ཁོ་རང་ད་གོ་རང་རང་མེད་མི་མེད་བཟོ་ཆོག་ཟེར་བ་འདྲ་བོ་དེ་འདྲ་བྱེད་མི་ཉན་རེད་ད་དེ་འདྲའི་བསམ་བློ་དེ་འདྲའི་རྩ་བ་ཉན་ནས་དང་མ་ཉན་རེད།

ད་ང་རང་ཚོ་ད་ཡག་ཤེས་འདུག་ཤེས་ད་གོ་གི་མི་འདུག་ད་འགྲིག་སོང་ད་ད་ཕན་ཚུན་ཅིག་ཕན་སོང་གནོད་ཚུལ་ཅིག་གནོད་སོང་ད་དེ་ལས་མ་འགྲོ་ཡོད་མ་ད་ང་ཚོ་ཡག་འགྲོ་བསྡད་འདུག་ཨ། ད་ཕན་ཅིག་ཕན་སེམས་བྱེད་ཅིག་ནས་དེ་སྐར་མ་ནང་ཉིན་དེ་གྱིས་ད་འགྲིག་སོང་ད་ཕན་ཚུན་དེ་ཕན་སོང་ད་འགྲིག་སོང་ད་སྐུ་ངལ་ཅིག་གསོ་རོགས་གནང་བྱེད་ཅིག་ནས་ནི།